ཡ་བདག། ཧོ། དྲག་དྲག་དྲག་མྱ་ངན་པ་བཅོ་ལྔ། གང་མྱ་ངན་བཅོ་གང་མྱ་ངན་པ་བཅོ་ལྔ་ལགས་ཀྱི། གསང་ཕྱི་ཚང་མ་བསྙེན་དང་མདའ་ཁོང་གི་ཁྲི་བ་དུ་སོ་ད་ང་ཏོག་ཙམ་དཀའ་ངལ་འཕྲད་སོང། སོར་སྡིག་སྡིག་ཡིན་མ་ཐུབ་བ་ཚར་གཉིས་བསྙེན་པ་ཡིན་ད་ཚར་གཉིས་བསྙེན་པའི་རྗེས་ནས། ད་ང་རང་གི་ཅིག་ལན་བསྡུ་ཡ་བ་སྟབས། ལན། འབུར་ཡ་སྟབས་བདེ་གི་ཆེད་དུ་གཅིག་བསྡུས་བསྡུས་གིས་ཀྱང་གཉིས་གསུམ་ཟིག་མ་ར་ཧབ་ཡོད་ད་དེ་ཏག་ཏག་བསྡད་གི་ཡོད་མེད་མི་ཤེས་ད་ནི། གལ་སྲིད་ཏག་ཏག་མ་བསྡད་ན་དེ་ནས་ད་དུང་རྒན་ལ་དུས་ཚོད་ཡོད་ན་མི་མཐུན་ནས་སོང་ན་གསར་བཤད་རྒྱུ་འབད་བརྩོན་བྱེད་རྒྱུ་ད་ང་མགོན་ལ་སྐབས་སུ་བབས་པའི་གྲགས་པ་པ་ཞིག་རེད། ད་ཁོང་གི་གསུང་ཡོང་རིགས་ད་ཚོ། ངན་འགྲིག་མུས་སུ་གོ་ད་ད། ད་ཞལ་ཤི་མར་ཤི་མང་བོ་སུ་ཆང་བར་ཚུགས་ད་སྡོམ་རྒྱག་འོང་དུས་ཚང་པོ་ད་ཚོ་ནུབ་ད་ཟེར་གི་ཡོག་ནི་འདྲ་ཚོ་རེད། ཨོ། ད་ཆུ། སྒྲ་སྒྲོག་རིག་པའི་ནང་དུ་འོག་གི་སྒྲགས་སྟངས་དེ་རྒྱལ་སྤྱིའི་སྒྲགས་སྟངས་རིག་པའི་ནང་ལོགས་ལ་ཕར་ཕབ་མྱོང་ཡོད་པས། ཕབ་མྱོང་ཡོད་དམ་མེད། མེད་ན་དེ་ཕབ་རྒྱུ་གི་འཆར་གཞི་ཡོད་དམ་མེད། འོ་ད་དེ་འདྲས་ཅིག་དུ་དགོས་རྒྱུ་དེ་ཧ་ཅང་གལ་ཆེན་པོ་གནད་འགག་ཆེན་པོ་ཆགས་ཀྱི་འདུག་གང་ཡིན་ཟེར་ན་ད་ཕྱིའི་རྒྱལ་ཁབ་ན་ཡོད་པའི་འཚར་ལོངས་བྱུང་བའི་མི་རྣམས་ཀྱིས་འོ་སྐད་སྦྱང་བའི་སྐབས་སུ་འོ་སྐད་ཐ་སྙད་རེ་རེ་བཞིན་དུ་གལ་སྲིད་རྒྱལ་སྤྱིའི་སྒྲ་རྟགས་རིག་པའི་ནང་ལོགས་ལ་ཡོད་ན། སྟོན་གྱི་ཡོད་ན་དེ་ནས་སྦྱང་ཡ་སྟབས་བདེ་བོ་ཞིག་རེད་བཞག་འདུག་དེ་སོང་གི་ཡོད་ན་འདྲ་ཟིག་རེད། ཏི་ཡེ་ཏི་གི་ད་གསོ་ད་ངའི་སྒྲ་སྒྲུབ་རིག་པའི་ནང་ལོགས་ལ་རྒྱལ་སྤྱིའི་བོད་གི་སྒྲགས་གདངས་དེ་ཚོ་རྒྱལ་སྤྱིའི་རིག་པའི་ཐོག་ལ་རྒྱལ་སྤྱིའི་སྒྲ་རྟགས་རིག་པའི་ཐོག་ལ་ཧ་ར་ཕབ་ཡོད་ནི་མ་རེད་ལ་དེ་སྐབས་སུ་བབ་པ་དེ་ལ་འཆར་གཞི་ཡང་མེད། ཟེར་ནས་ཤི་རྒྱུ་ཡིན། ད་ཆུའི་སྒྲ་སྒྲུབ་རིག་པའི་ནང་དུ། ཡིན་པ་ཡིན་ན་ཡང་ད་འདི་དགོན་པ་གཉིས་པ་ཞིག་ཆགས་སྲིད་ཀྱི་རེད། ཡིན་ན་ཡང་དགོན་པ་གཉིས་པ་ཟེར་ན་དགོན་པ་གསུམ་པ་བཞི་བ་ཞིག་ཆགས་སྲིད་ཀྱི་རེད་མ་གཏོགས་ད་དགོན་པ་གཉིས་པ་ད་དགོན་པ་དང་པོ་དེ་དེབ་འབྲི་བ་དེ་ཡིན་པ་ཡིན་ན་དགོན་པ་གཉིས་པ་དེ་དེ་ནི་ད་དེབ་འདིའི་ནང་ལོགས་ལ་ཡོད་པའི་ངས་འགྲེལ་བཤད་བརྒྱབ་པའི་གཏན་འབེབས་བྱས་པའི་རྣམ་གཞག་བཤད་པའི་སྒྲ་དེ་ཚོ་མ་འདྲ་བ་དེ་ཚོ་ལ་སྒྲ་རྟགས་ཤིག་འབྲི་རྒྱུ་དང་སྒྲ་རྟགས་ཅིག་བཟོ་རྒྱུ་དང། དེ་ནས་དེ་དག་ངོ་སྤྲོད་བྱེད་པའི་ཆེད་དུ་འགུལ་རིས་ཀྱི་ལམ་ནས་གློག་ཀླད་ཀྱི་ཐོག་ནས་དེ་འདྲའི་ཞིག་བཟོ་ཅིག་དེ་འདྲའི་ཞིག་རེ་བ་དེ་འདྲའི་ཞིག་རྒྱག་གི་ཡོད་རེད་དེ་ལ་འཆར་གཞི་ནི་ད་གློག་ཀླད་ཀྱི་བརྙན་ཆས་ཙམ་ཞིག་བརྙན་ཆས་ཞིག་ཉོས་པ་ཙམ་ཞིག་མ་གཏོགས་དེའི་ཐོག་ལ་ཅིག་མིག་འདོན་དགོས་ད་མིག་འབེན་ལ་ཅིག་གོར་མོ་ཟེར་གྱི་འདྲ་འདྲ་ཅིག་འཆར་གཞི་ཞིག་ཁོ་མི་ལ་ལ་དང་ལ་ལི་བ་འདྲ་གྱི་འདྲ་ད་ཅིག་འཆར་གཞི་དེ་འདྲའི་གང་ཡང་ཡོང་མ་སོང་གནས་སྟངས་འདྲ་བོ་དེ་འདྲའི་ཞིག་གི་སྒང་ལ་སླེབས་བསྡད་ཡོད་ཟེར་བ་ཡིན། དེ་ཅི་སྟེ་ད་གཟོད་གལ་སྲིད་དེ་ཉིད་དུ་ཐུབ་སོང་བ་ཡིན་ན་ད་ལྟ་བྱེད་དགོས་སོང་བ་དེའི་ཐོག་ལ

དེ་རྒྱ་སྤྱིའི་སྒྲ་གདངས་རིག་པ་ལ་འཐམ་གི་ཡོད་པའི་སེམས་ངལ་སོགས་འདྲ་བོ་ཅིག་དེ་འདྲའི་ཅི་ག་གོ་ཡོང་གི་འདུག་ད་དེ་འདྲ་ཕར་ཆེར་ཡིན་དང་ཁོ་བོ་མ་རེད། དེ་འདྲའི་དེ་འདྲའི་གི་དྲི་བ་ཞིག་གནང་བ་ཡིན་ན་དེ་འགྲིག་གི་ཡོད་མ་རེད། ངས་བཤད་བསྡད་ཀི་ཡོད་པ་དེ་འོག་གི་ངག་ནས་ཡོང་བའི་སྒྲ་ག་འདྲ་ཞིག་ཡོང་གི་ཡོད་ན་དེ་ག་འདྲ་ཞིག་འདུག་དེ་ཧ་ར་བལྟ་ནས་དེའི་རྗེས་སུ་ཧ་ར་བརྗོད་གི་བྱུང། བཤད་གི་ཡོད་པ་ཞིག་མ་གཏོགས། ངས་བཤད་བཞག་པ་དེའི་དཀྱིལ་འཁོར་དེའི་ནང་ལོགས་ལ།

ད་ཅི་དེ་ད་ཚོ་འོག་གི་ངག་ན་ཡོད་པའི་སྒྲ་ཡིན་ན་འདྲ་ཞེས་བརྗོད་ཕྱིའི་མིག་གི་ངག་ན་ཡོད་པའི་སྒྲ་ཡིན་ན་འདྲ་སྒྲ་གང་ཡང་རུང་བ་དེ་ཁོ་རང་ཕི་གེ་ལ་ངག་ན་ཡོད་པ་དེ་རེད། དེ་ལ། རྣ་བས་ཉན་པའི་ཚེ་ན་ག་འདྲ་ཞིག་གོ་གི་འདུག་ག་འདྲ་ཞིག་ཐོས་གི་འདུག་དེ་མི་འདྲ་བ་ཅིག་ཡོད་ན་དེ་གི་སྤུ་རིས་མི་འདྲ་བ་ཁྱད་པར་སོ་སོར་འབྱེད་ཤེས་དེ་མིག་གི་དབང་པོ་འོ་རེད་ད་གིན། འོ་དོང་ལགས། འོ་ལ་འགྲོ་ལགས་བཀའ་སློབ་ཞིག་གི་ནང་ལོགས་ལ་ཞུ་དགོས་ཡ་ཅིག་ང་ད་ཇི་ནས་དྲན་སོང། ད་དེ་རྗེས་ལས་ཞུ་ཆོག་པ་ཞིག། བ། མི་ཡི་དབང་པོ་གི་སྒྲ་འདོན་བྱེད་ཀྱི་དབང་པོ་གི་ཆ་ཤས་གང་འདྲ་ཞིག་ལ་མགུར་སྤྱི་ཐེབས་ནས་སྒྲ་སྐུད་རིགས་ག་འདྲ་ཞིག་འབྱེད་ཀྱི་འདུག་དེའི་སྐོར་ལ་ད་ཞིབ་འཇུག་བྱེད་ཀྱི་ཡོད་པའི་ཁུར་བསེ་ན་འདྲ་ད་གཏམ་འབེབས་བྱེད་པའི་བྱེད་ཀྱི་ཡོད་པའི་ཁུར་བསེ་ན་འདྲ་དེ་འདྲ་ཞིག་ཆགས་ཡོང་གི་ཡོད་རེད། ང་ཡང་དེ་འདྲ་ཅིག་ཤོད་ཀྱི་ཡིན་ད་སྡུག་སྡུག་ཅིག་བྱས་པ་ཡིན་ན། དེ་ནས་རྒྱལ་སྤྱིའི་སྒྲ་རྟགས་རིག་པ་ལ་རྒྱལ་སྤྱིའི་སྒྲ་རྟགས་དང་མ་མཐུན་ན་གསང་བའི་དེ་ད་ངས་ཞེ་དྲག་འགོ་ཚུགས་ཀྱི་མི་འདུག་གང་ལྟར་རྒྱལ་སྤྱིའི་སྒྲ་རྟགས་རིག་པའི་ནང་ལོགས་ལ་འོད་གི་སྒྲ་དང་ཐ་སྙད་དུ་སོ་ཧབ་མེད་ན། ཟེར་གི་ཡོད་ན་མེད་ན་དག་ཧབ་མེད་ན་ནི་དཀའ་ངལ་ཡོད་རྒྱུ་རེད་དཀའ་ངལ་དག་ཅིག Google ལ་སོགས་པའི་ནང་ལོགས་ལ་འཚོལ་ཡོད་ཀ་ལས་ཁག་པོ་འདུག་གསུང་གི་འདུག་བ་ད་སྤྱིར་བཏང་ངས་ངའི་རྣ་བའི་ཁོར་ཡུག་གི་ལྟ་འོག་གི་ངག་ལས་འདོན་པའི་འོད་གསལ་གྱི་མི་འདུག་ད་འཛམ་བུ་གླིང་གི་མིའི་ངག་ལས་འདོན་པའི་སྒྲ་དེ་ཚོ་འདི་འདྲས་ཤིག་རེད་ཟེར་ནས་མཚོན་བྱེད་ཅིག་བཀོད་ཡོང་པ་ཡིན་ན་དེ་སྤྱིར་བཏང་གློག་ཀླད་ཀྱི་ནང་ལོགས་ལ་བཅུག་པ Google ནང་ལོགས་ལ་བཅུག་པ་དེ་ད་ག་ངར་ད་ཡིན་གྱི་རེད་ད་ཡིན་ན་ད་འཇུག་དགོས་ཡ་ཅིག་ཆགས་ད་ཡོད་པ་རེད། སྤྱིར་བཏང་ནས་ད་ད་འཇུག་ད་འཇུག་བཞིན་པ་རེད Google གི་མ་ལག་གི་ནང་ལོགས་ལ་ཡིན་ན་ཡང་དེ་འཇུག་ས་གི་གང་འཇུག་ས་གི་ཆ་རྐྱེན་ཡོད་པ་དེ་འདྲས་ཅིག་རེད Community ཟེར་གྱི་ཡོར་བ་ད་དེ་དྲངས་དེ་ཡང་དེ་འདྲས་བ་མི་འདུག། གང་ལྟར་མི་ལྟར་སྐལ་བཟང་བློ་བཟང་བཟང་མོ་རྣམས་ལགས་ཀྱི་ཡང་དེའི་ཆེད་དུ་དེ་འདྲ་སྒྲིག་བཞིན་ཚིག་མཛོད་བཟོ་བ་ལ་སོགས་པ་དེ་འདྲའི་བྱེད་དུ་ཡོད་རེད་གང་ལྟར་གཅིག་མིན་ན་གཅིག་གིས་ང་ཚོ Google གི་ནང་ལོགས་ལ་བོད་ཡིག་འཇུག་དགོས་དོན་ཡོད་རེད་དཱ་འཇུག་དགོས་ཀྱི་ཡོད་པ་རེད་བོད་ཡིག་བཅུག་པ་དེས་དེ་ལ་དཱ་སྒྲ་རྟགས་ཤིག་ད་ད་ལྟ་བར་དུ་ཡོད་པ་མ་རེད། གལ་སྲིད་ངས་དེ་བཟོས་ནས་བཟོ་ཐུབ་པ་དེ་བོད་ཡིག་བཅུག་པའི་རྗེས་ལ་བོད་ཡིག་སོ་སོའི་ཐད་ལ་སྒྲ་རྟགས་འཇོག་ཡ་དེ། ངས་བཟོས་པའི་སྒྲ་རྟགས་དེ་ཆགས་སོང་ན་ད་ཨར་དགའ་ནི་ལྷར་དགའ་རེད། ངས་དེ་མ་བྱུང་བ་ཡིན་ན་གང་ལྟར་གཅིག་མིན་ན་གཅིག་གི་འཇུག་གི་འགོག་རེད། འཇུག་མ་ཐུབ་ན་དེ་ནི་ད་ལུས་ཀྱི་རེད་ལུས་པ་ཡིན་ན་ལུས་པ་རང་རེད་མ་རྟོགས་ཅན་བོད་ཡིག་སྦྱངས་པ་དེ་ལས་ཀྱང་འབའ་ཐབས་ཤིག་ཀྱང་ཡོད་པ་མ་རེད་བསམ་བསམ་གྱི་བསམ་གྱི་འདུག་ད་འུ་གཉིས་ཀྱི་དྲི་བ་དེ་ར་འཕྲོད་ཀྱི་མེད་ནི་འདྲ་ཟུག་རེད་བསམ་གྱི་འདུག་དེ་ཡིན་ན་ཡང་ག་རེ་ཡིན་ནམ་མིན་འདྲ། ད་དེ་འདྲ་ཞིག་ཞུ་རྒྱུ་ཡིན།

ཨོ་རེད་དེ་ནས་ཁྱེད་ཀྱི་རི་མོ་ཞིག་བཏང་ནས་ད་སུའུ་ཀྲེན་གྱི་ཐད་ན་ཤི་ཚད་ཤོག་ངོས་ནས་ཅིག་གསུངས་སོང་ད་དེ་སྒྲ་དེ་ཚོ་སུའུ་ཀྲེན་ལ་དེ་འདྲས་བྱས་ནས་རི་མོ་གི་ཐོག་ནས་ད་མཚོན་བྱེད་ཀྱི་དེ་འདྲས་འདུག་ཟེར་གྱི་འདུག་ཁྱོད་རང་ལ་ཡིན་ན་དེ་འདྲས་མེད་ཟེར་གྱི་འདུག་གསུངས་སོང། ཡང་མིན་ན་དབུགས་ཉལ་བ་ཡང་བྲོ་བ་དེ་ར་ཞིག་ཏུ་འཕྲོ་གི་མི་འདུག་ཡང་མིན་ན་ངའི་ཞལ་ཐང་ནོར་བཞག་འདུག་ཡང་མིན་ན་ཁྱེད་ཀྱི་གོ་ཐང་ནོར་བཞག་འདུག་གང་ལྟར་མི་སྟེར་ངས་འདི་འདྲ་བ་དེ་མཚོན་རྟགས་ཡང་མིན་ན་འདི་གི་དཔེ་རིས་མེད་ཟེར་གི་མེད། འདི་གི་མཚོན་རྟགས་ཡང་ད་ད་ལྟ་བཟོ་ཡོད་མ་རོགས་ད་བཟོ་མེད་དུས་མེད་རང་ཟེར་རྒྱུ་རེད་མ་གཏོགས་སྤྱིར་བཏང་བཤད་འོས་ན་ད་གཏན་འབེབས་བཟོས་ན་དེ་འདི་གི་མཚོན་རྟགས་ཇི་ལྟར་འབྲི་དགོས་པའི་གི་འཆར་སྣང་དེ་ངའི་བློ་ཡུལ་ལ་ད་ལྟ་ཡང་ཡོད་བསྡད་པ་ཞིག་རེད། གང་ལྟར་འདི་གི་འདི་དང་འདི་རིགས་པའི་གི། འདི་དང་འདི་འདྲ་བའི་སྒྲ་ཡི་རིགས་མང་པོ་ཞིག་ཡོད་པ་དེ་དག་གི་རྣམ་གཞག་གཏན་འབེབས་བྱས་ཡོད། ངས་དེ་འདྲ་སྒྲ་རབ་རིག་པའི་ནང་ལོགས་ལ་སྐད་མི་བཞི་བརྒྱ་ཉི་ཤུ་རྩ་ལྔ་ཡིན་མ་རེད་ད་བཞི་བརྒྱ་ལྔ་བཅུ་ནས་བཞི་བརྒྱ་ཡར་མར་སོགས་གང་ལྟར་གཏན་འབེབས་བྱས་ཡོད་རེད་རེ་རེ་བཞིན་དུ་འགྲེལ་བཤད་བརྒྱབ་ཡོད་རེད། དེ་དག་གི་ནང་ལོགས་ལ་ད་དེ་འདྲ་ཁྱེད་རང་གི་བཤད་བདག་བཤད་བཞིན་པའི་བཤད་བཞིན་པའི་ཧྥ་རན་སི་གི་ཡི་གེ་དེ་ཡིན་ན་རེད་དབྱིན་ཇིའི་སྒྲ་གི་ཐོག་ནས་ཡི་གེ་དེ་ཡིན་ན་རེད་སུའུ་ཀྲིན་གི་དེ་འདྲ་ཡི་གེ་ཤ་ཟེར་གི་འདུག་ཅོ་དེ་ཡིན་ན་རེད། ཧ་ཟེགས་རུ་ཡོད་ད་ལ་དེ་ཁ་ཆེ་ཡི་གི་ད་སྤྱིར་བཏང་སྤྱིར་བཏང་ནི་དེ་ད་ངས་བཤད་པའི་གི་ནི་གཉིས་པ་ལྕེ་ཐོག་གི་ནི་དང་བོ་ག་ནི་ཟེགས་རེད་ངས་དེ་ལ་ག་ནི་ཟེགས་འབོད་གི་ཡོད། ད་ག་ནི་ལས་ཐོག་མི་སམ་བོད་དྲ་གི་ས་བྱི་སུམ་ཅུའི་ནང་ལོགས་ལ་ག་ནི་ལས་བྱུང་བའི་གི་སྒྲ་མཚོན་བྱེད་གི་ཡི་གེ་ཞིག་མེད་པ་དེ་དངོས་གནས་དྲང་ནི་ད་ནོར་འཁྲུལ། ད་དགའ་རོགས་ཚབས་ཆེན་པོ་ཞིག་རེད་ད་ཡོད་ས་རེད་ལྷག་པར་དུ་ད་དྭངས་སང་གི་སྐབས་འདི་ལ་ན་སྔོན་ཆད་ཡིན་ན་ད་བར་ཆད་དེ་འདྲས་ཞིག་ཡོག་གི་མེད་པ་ཡིན་གྱི་རེད་འོག་གི་ངག་ཏུ་ངག་ནས་དེ་འདྲས་ཞིག་སྒྲ་འདོང་གི་མེད་པ་ཡིན་གྱི་རེད་འོག་གི་ངག་ལ་དེ་འདྲ་བའི་ཐ་སྙད་ཡང་ཡོག་གི་མེད་པ་ཡིན་གྱི་རེད་ཡིན་ན་ཡང་ད་ལྟའི་སྐབས་ལ་ད་ཐ་སྙད་ཧ་ཅང་ཧ་ཅང་མང་བ་ལྷག་པར་དུ་ཨམ་བུ་སོགས་ལ་མང་བོ་ཡོད་པ་དེའི་བཞིན་དུ་ཕྱིའི་རྒྱར་ཁོ་ལ་ཧ་ཅང་མང་བོ་ཞིག་ཧ་ལམ་ད་འཛམ་གླང་གི་བེད་དུ་རྒྱར་མི་འབོར་གི་ཡིན་ན་ཅིག་ད་ཧ་ཅང་མང་བོ་ཟིག། ངག་ནི་སྣའི་མདུན་ལས་བྱུང་བའི་སྒྲ་བེད་སྤྱོད་ཧ་ཅང་ཆེན་པོ་ཡོད་པ་དེ་འདྲས་ཀྱི་རེད་དཱ་ཡོད་བ་རེད་དཱ་འདུག་བ་དེ་འདྲས་ཡིན་དུས་རྩམ་པ་དེ་དག་གི་སྒྲ་འདི་དག་ང་ཚོ་ཐུར་མ་གི་གཟུགས་བེད་ཀྱི་སྐར་མ་སུམ་ཅུའི་ནང་ལོགས་ལ་ཕབ་ཐུབ་ཀྱི་ཡོད་བ་མ་རེད་དཱ། དེ་བ་རེད་ངར་ངར་ཅི་ཡང་ཕབ་པའི་འབའ་རྩོན་ཤེས་པ་རེད། ཀུབ་ལིས་ཁཱན་ཟེར་བ་དེ་ཚོ་དྲང་བདེན་རྩམ་རྩོམ་ལ་ཁ་འབྲི་དགོས་རེད་རྩམ་རྩོམ་ལ་ཧ་འབྲི་དགོས་རེད་དཱ།

ཧྥ་རན་སི་གི་ཨ་དང་ཨིན་ཇི་གི་ཨར་དེ་ལ་ཧྥ་རན་སི་གི་དབྱ་ཟེར་གི་ཡོད་ཨ། དབྱ་ཟེར་གི་ཡོད་བསམ་སོང། Right ལ Gheit ཟེར་གི་འདུག་ཨ། འཇར་མན་ནི་ཡང་དེ་འདྲ་ལ་གོ་ས་རེད་བསམ་སོང། ཨ་ད་དེ་ཚོའི་གྲངས་དེ་ད་ངའི་སྔོན་མ་ནས་ཚོར་སོང་ད་ཇི་དེ་ཙམ་པ། དེའི་རིགས་སུ་གྱུར་པའི་སྒྲ་དེ་ཚོ་ཚང་མ་ཡོང་ས་དེ་ད། གནས་གཉིས་པ་ནས་ཡོང་གི་ཡོད་པ། གསར་བ་གསར་རྐྱང་གསར་བཤད་བྱས་ཡོད་ལ་དེ་དག་རེ་རེ་བཞིན་དུ་བེ་རི་ཡང། དྲིོས། མ་འོངས་པ་ལ་དེ་དག་མཚོན་བྱེད་ཀྱི་རི་མོ་ཞིག་བྲིས་པ་ཡོད་ན་དེ་རི་མོ་དེ་དམ་པའི་ཕྱག་ཟིན་པ་ཅིག་ཡིན་ཟེར་ནས་ཤོད་རྒྱུ་ཡིན། འོ་ད་དེ་འདྲས་བྱས་ནས་ངའི་ལན་འདི་འདྲས་ཁྲིད་ད་པའི་སྟབས་བདེ་བརྩམས་པ་ཁྱེད་རང་ལ་མཁོ་བའི་གི་ལན་དེ་ཡིན་འདང་མིན་དེ་ད་ཤོད་ཚུད་ཐུབ་མ་སོང་དེ་ཡིན་ན་ཡང་དེ་འདྲས་བྱུང་མ་གཏོགས་ཅུང་མར་སོང་ཟེར་དེ་ནས་ཧྥ་རན་སི་སོགས་ཀྱི་སྒྲ་འདི་དག་ཨིན་ཇིའི་སྒྲ་འདི་ཚོའི་རྟགས།

དེ་ནས་སྒྲ་རེ་རེ་བཞིན་དུ་རི་མོ་ལམ་འདིའི་དོན་ཨེ་ཐུབ་བལྟ་མྱོང་ཟེར་ཡ་ཅིག་འདུག་བ་དེ་རི་མོ་ལམ་ནས་དོན་ཨེ་ཐུབ་བལྟ་མྱོང་བ་མ་གཏོགས་བལྟ་འཇགས་ཡོད་ཟེར་ཡ་ཡིན་ད། ཁ་པོ་འདྲ་ས་རེད་བལྟ་བ་དང། གང་ལྟར་མི་ལྟར་ད་སྒྲ་བཞི་བརྒྱ་ཡར་མར་ཟིན་བཞི་བརྒྱ་ལྷག་གི་བཀོལ་བཤད་ཡོང་དུས་བརྩམས་པ་དེ་དག་རེ་རེ་ལ་རེ་རེ་བཞིན་དུ་རི་མོ་རེ་རེ་ཡོད། དེ་ཡོད་དུས་དར་ཚོགས་དག་དེ་དག་མང་ཆེ་བ་ཞིག་དེའི་ནང་ལོགས་ལ་ཚུད་ཡོད་རྒྱུ་རེད་ཡིན་ནའི་དེ་དག་གི་ནང་ལོགས་ལ་མ་ཚུད་པའི་སྒྲ་རེ་ཟུང་དེ་འདྲས་ཡོད་མ་སྤྲུལ་པ་མ་རེད་ཡོད་སྤྲུལ་པ་རེད་ཟེར་ནས་ཤོད་རྒྱུ་ཡིན་དུ་གཅིག་རེད་དེ་ནས་ད་ད་ལྟ་རྗེས་རྗེས་ནས་ད་ག་ཐི་ཟེར་བ་དེའི་སྐོར་དང་ཤོ་ཟེར་བ་དང་ད་དེ་ནས་ས་ཁི་ཟེར་བ་དེ་ཚོ་བགྲང་བ་དེ་ད་ལག་འགྱུར་མིན་འཁྲུལ་བ་ཡིན་ས་རེད་གསུང་གི་འདུག་བ་ད་དེ་སྤྱིར་བཏང་གནས་སྐབས་ཀི་ཐ་ཁུར་གི་ང་ཚོ་འབྲོག་ལང་གི་རྗོགས་བྱེད་དང་འཇོག་སེམས། ཤོ། ད་དཔེར་ན་ཆེ་གི་སོང་བ་དེ། ཤོ་ཟེར་བ་དེ་ཆེ་གི། ག་དུ་ནི་སུར་ཆགས་པ་ཨེ་ཡིན་ནམ་མེད་ན། ད་ཡིན་མི་ཆོག་པ་དེ་ཅང་ཡོད་རྒྱུ་མ་རེད། སྤྱིར་བཏང་བྱས་ན་ཤོ་ཟེར་བ་དེ་མྱང་གི་དོན་མ་རེད། སྐུར་ཚིག་ཟེར་བ། ཁྱད་རྒྱུགས་ཟེར་དགོས་རོགས་ད་ངོས་སུ་ཕ་ཡིན་ནས་ཤོ་ཟེར་བ་དེ་ཁྱད་རྒྱུགས་ཟེར་དགོས། བཀའ་ཟུར་ན་རྐུན་མ་འདྲ་སུ་འགྲོ་གི་ཡོད་ན། དེ་ཐོག་ཁ་རྒྱུག་སྤྱང་པོ་ཡིན་ན། དེ་ནས་ཤོག་ཤོག་ཤོག་སྤྱང་པོ་ཟེར་གི་འདུག་ད་གཟུགས་ད་དེ་ནས་ཁྱེད་ཚོ་སུ་ཡིན་ད་ཨོ་རོ་ལངས་བྱུང་དེ་སུ་གི་ཆང་བུ་འཇོ་བ་ད་ཆང་འཇོ་བ་ར། དེ་དེ་གི་ཁྱོད་ཀྱི་ཉང་ཉང་རང་ཡིན་གི་ཨེ་དང་མེད་དང་དེ་འབོག་ཚིག་ཟིག་མ་རེད་བས་བསམ་བསམ་ཅིག་ང་རང་ཡིན་ན་སེམས་ལ་ད་ཁྱེད་ཀྱི་སྐད་ཆ་དེ་མ་གཞི་ནས་གོ་བ་དང་པོ་ཡིན་ལ། དེ་ནས་དེ་གོ་ཡོང་པའི་སྐབས་སུ་ཁྱེད་ལ་ལན་འདྲ་བོ་ཡིན་ན་དེ་དེ་མོ་ཟིག་བློ་ཡུལ་ལ་འཁྱེར་སོང་དེ་དེ་ཡིད་ཡུལ་དུ་ཁྱེད་ལ་ཕུལ་བ་ཡིན། ཨོ་ད་དེ་འདྲའི་ཞིག་དགོས་ད་ཆོག་པ་ཞིག་ཞུས་པ་ཡིན། ཚན་རིག་བླང་ཁ་གསུམ་པ་ན་ཞུགས་པའི་དགོས་ཚོགས་ཚོགས་མཆོག་འགོ་གཙོ་མཛད་པའི་ཚོགས་མི་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ཏུ་དེ་ནས་གོང་དུ་དྲ་གྲོགས་གངས་ཉག་ངག་པ་བཅོ་ལྔ་ལགས་ཀྱི་གསུང་ཞུ་ཚང་མ། སྙན་གསུངས་པ་ཡིན། དེ་སྙན་གསུངས་པའི་རྗེས་སུ་སྤྱིར་བཏང་དེ་རང་ངའི་ད་མཇུག་བསྡུ་བའི་གཏམ་བཤད་འདྲ་བོ་ཅིག་བྱེད་ཀྱི་བྱུང་ཤེས་བཤད་དེ་ཤེས་སམ་འཇིག་གི་དོན་འགྲིག་འཆར་གཞི་ཡོད་དེ་ཡིན་ན་ཡང་ཁོང་གི་གསུང་བཤད་དེའི་ནང་ལོགས་ནས་སྐབས་འདིར་སྒྲོག་ལམ་གྱི་བརྗོད་གཞི་དང་ཐད་ཀར་འབྲེལ་བ་ཡོད་པ་ཅིག་གསུངས་སོང་བ་ཡིན་ཙང་དེའི་ཆེད་དུ་ཚིག་རེ་ཟུང་ཅིག་ཞུ་འདོད་བྱུང། ཞུ་འདོད་སྐྱེས་སོང། དེ་ཡི་དུས་ཀྱི་ཐོག་མར་དེ་ཞུ་རྒྱུ་ཞུ་རྒྱུ་ཡིན། དེ་ནས་ངའི་གོང་དུ་ངའི་འདི་ན་པར་ཟིག་བཏང་བཞག་ཡོད་པ་དང་དེ་ལ་རྣམ་པ་དུ་ཅིག་གཟིགས་ད། འདི་ངའི་ད་འདི་ངའི་ཚོང་རྟགས་རེད་ད་འདི་ངའི་ཚོང་རྟགས་རེད། མ་འོངས་པ་ལ་སྒྲ་རྟགས་དེ་འདྲའི་བཟོ་བ་ཡིན་ན་འདི་རྟགས་རྒྱག་དགོས་བསམ་ངའི་སྟེགས་བུ་ཐོག་ལ་ཡང་འདི་བཀོད་བཞག་ཡོད་ངའི། ད་དྲ་རྒྱ་འདྲ་བོ་ཞིག་བཟོ་ཡོད་དུས་སུ་ཐོག་ལ་ཡང་འདི་འདྲུག་འདི་བཞག་ཡོད། ད་འདིའི་ཐོག་ལ་རྣམ་པ་ཚོ་གཟིགས་པ་ཡིན་ན། ཕར་ཆེར་གསལ་བོ་མཁྱེན་གཟིགས་ཐུབ་ཀྱི་རེད་བསམ་གི་འདུག་འདིའི་ཐོག་ན། ཨོ། ད་ཨ་ཆུང་ཟེར་གི་འོ་ར་ད་ཨ་ཡིག་གཟིགས་བཞག་བཞག་ཡོད་ཨ་ཡིག་ཨ། ཨ་མ་རེད་ཨ། ཨོ་ད་ང་ཚོ། མར་དམག་ཕྱོགས་ནས་བཤད་ན་ཨ་ཆུང་ཨ་ཆུང་ཆུང་ཨ་ཆུང་བ་གི་ཡི་གེ་གཅིག་མཐོང་རྒྱུ་ཡོད་ནི་རེད། དེ་གི་ག་རེ་མཚོན་གི་ཡོད་རེད་ཟེར་ན་མཚོན་ཡག་གི་ཀར་ངའི་འདི་འདྲས་སུ་འཇུག་དགོས་པའི་རྒྱུ་མཚན་དེ་གང་ཡིན་ཟེར་བ་ཡིན་ན། འོ་ད། འོ་ད་འདིའི་མཚོན་པའི་གི་སྒྲ་དེ། ད་འགྲོ་བ་མིའི་གི་ངག་ནས་བྱུང་བའི་གི་སྒྲ་ཐོག་མ་ཡིན་པ། འདི་ལས་གཙང་བའི་གི་སྒྲ་ཞིག་མེད་པ་འདི་ལས་དྭངས་བའི་གི་སྒྲ་ཞིག་མེད་པ་ཟེར་བ་འདི་ལས་ད་གར་སོགས་རེད། སྟབས་བདེ་བའི་སྒྲ་ཞིག་མེད་པ། ཆེས་ཐོག་མ་ཡང་སྒྲ་ཐམས་ཅད་ཀྱི་མཆོག་ཆེས་ཐོག་མའི་སྒྲ་ཡང་འདི་ཡིན་པ། དེ་ནས་ཕྱོགས་གཞན་པ་གཅིག་ནས་བལྟས་ན་སྒྲ་ཐམས་ཅད་ཀྱི་ཆེས་མཐའ་མ་ཡང་འདི་ཡིན་པ་བཤད་ན་འགྲིག་གི་རེད། ཁ་སང་ངས་དཔེ་ཟིག་བཞག་ཡིན་པ་ནད་པ་སོང་ཟིག་ཅིག་གི་སྒྲ་འདོན་ཐུབ་མི་ཐུབ་ཀྱི་ཐོག་ནས་དཔེ་ཟིག་བཞག་ཡིན་པ། དང་པོ་ཨ་སྒྲ་འདོན་གི་རེད། ད་འཁུམས་པ་འཆོར་གི་རེད་བ། དེ་ནས་དགར་བ་ཅིག་ནས་ཧ་སྒྲ་ཆགས་འགྲོ་གི་རེད། དེ་ནས་བར་སིག།

ཞི་བདེ་རྩོམ་པ་ད་ད་ལྟ་ཁོང་གི་གངས་ཉག་ངག་པ་ལགས་ཀྱི་གནས་ཡོད་ག་རེ་སོང་བ་རེད་ཟེར་བས་ན་བརྒྱ་གཅིག་ད་ད་ཞིབ་འཇུག་བརྟག་དཔྱད་ཞིབ་འཇུག་ཚད་དང་ལྡན་པ་ཚན་རིག་དང་མཐུན་པའི་ཐོག་ནས་བརྟག་དཔྱད་ཞིབ་འཇུག་གཞི་ནས་སློང་པ་དཀའ་ས་དཀའ་ལ། བརྟག་དཔྱད་བྱས་པའི་རྙེད་དོན་དེ་ག་རེ་རེད་ཟེར་བ་ཡིན་ན་དེ་ནི་འགྲོ་བ་མི་ཐམས་ཅད་ཀྱི་ངག་ཐམས་ཅད་འགྲོ་བ་མི་ཐམས་ཅད་ཀྱི་ངག་ཐོག་མ་དེ་ཨ་མ་ཡིན་པར་ཨ་ནི་མ་དང་ཧ་མ་དང་ཕ་ལ་སོགས་པ་དེ་ཚོ་རེད་གསུང་གི་འདུག་ཟེར་ཡ་གཅིག་ཡོད་པ་དེ། དེ་དེ་འདྲས་ཤིག་ངས་བལྟས་ན་དེ་ཟེར་གི་ཡོད་མ་རེད་བསམ་གི་འདུག་དེ་ག་རེ་ཟེར་གི་ཡོད་རེད་ཟེར་བ་ཡིན་ན་ད་འགྲོ་བ་མི་གི་ངག་ནས་ཤོང་བའི་གི་ཚིག། དོན་དང་ལྡན་པའི་ཚིག། འགྲོ་བ་མིའི་ངག་ནས་ཤོང་པའི་གི་ཐ་སྙད་ཟེར་ན་འགྲིག་རྒྱུ་རེད་ད། དཔེར་ན་ཕ་ཟེར་བ་ཕ་ཟེར་ན་ད་ཐ་སྙད་ཞིག་རེད་བ་གོ་དོན་ཡོད་རེད་བ་དེ་ལ། མ་ཟེར་ན་ཐ་སྙད་ཅིག་རེད་བ་ཁོ་དེ་གི་དེ་གི་དོན་དག་དེ་ར་སོ་སོ་ཨ་མ་རེད་བ། ཨོ་ཅི་དེ་ཙམ་པ་ད་མང་ཙིག་ཐོག་མ་འགྲོ་བ་མི་གི་ཆེས་ཐོག་མའི་མང་ཙིག་དེ་ད་ཕ་མ་གཉིས་ཕ་དང་མ་ལ་སོགས་པ་རེད་ཟེར་ནས་བཤད་ན་ཏག་ཏག་འགྲིག་གི་ཡོད་བ་རེད་ཅིག་རེད་མ་རྟོག་བྱས་པའི་མང་ཙིག་དེ་དག་མ་བྲིས་པའི་སྔོན་དུ་སྐད། རྩ་བ་ཉིད་ནས་མེད་པ་ཞིག། སྐད་མགོ་བཅོས་སྐད་ཁ་ཁ་ནང་ནས་སྒྲ་གཟུགས་འདོན་ཐུབ་པ་དང་ཕ་མ་གྲགས་ཐུབ་པ་དེ་འདྲའི་བར་ཆད་ཡིན་རྒྱུ་མ་རེད་བསམ་ཁོ་འདུག་དེ་ལྟ་མ་རེད་བ་དེ་མ་རེད་དེ་ཁྱེད་ཀྱི་རྒྱ་དམ་པ་མ་རེད། ཟེར་བ་གསལ་རྐྱང་རེད་ད་ལྟའི་དམའ་མཐའ་ཡང་དེ་ལྟ་ང་ཚོས་ཧ་གོ་ཐུབ་པ་ཅི་རེད་ད་ཞྭ་ཡིས་ཆོང་ཆོང་ཞྭ་ཡིས་སྐྱེས་འོང་དུས་སྐྱེས་མ་ཐག་ཏུ་དངུལ་འཇོག་ཁོ་རེད་བ། ངུ་སྒྲ་གི་ནང་ལོགས་ལ་ཨ་སྒྲ་ཡོད་ཆོག་ཁོ་རེད་བ། ཡོད་ཆོག་ཁོ་རེད་ཟེར་ནས་ཤོད་རྒྱུ་ཡིན། ཨ་མ་ལྟོ་ངུ་དྲག་སྣང་ལ་ཨ་སྒྲ་ཡོད་པ་མ་གཏོགས་ངུ་དྲག་སྣང་ལོག་ལ་ཕ་མ་གི་སྒྲ་ཡོད་མོར་བ་ད་དེ་ཟེར་བ་ཟེར་ཆང་རེད་དེ་ཅི་དེ་རྩམ་པ་སྦྱར་གཅིག་སྒྲ་ཐོག་ནས་གཅིག་ཆད་གི་སོང་བསྡད་ཡ་དེ་འོ་ད་ཐ་སྙད་ཐོག་མ་ཟེག་ཡོད་ན་འདྲ་ད་མང་ཚིག་ཐོག་མ་ཟེག་ཡོད་ན་འདྲ་འོ་ད་དེ་འདྲའི་གི་དོན་དང་དོན་དག་ཡོད་པའི་གི་མང་ཐོག་མ་ཟེག་ཡོད་ན་འདྲ་ད། བོད་ལ་གོ་རྒྱུ་ཡིན་པ་མ་གཏོགས་འགྲོ་བ་མིའི་ངག་ནས་བྱུང་བའི་སྒྲ་ཐོག་མ་དེ། ཨོ། ད་ཕ་མ་ཕ་དང་མ་ལ་སོགས་པ་དེ་ཚང་དེ་རེད་ཟེར་བ་དེ་དོན་དག་ཡིན་གྱི་མ་རེད་གལ་སྲིད་དེ་ཟེར་གྱི་ཡོད་ན་ངས་ནི་ཁས་ལེན་ཐུབ་ས་མ་རེད། ཨོ་དེ་གཅིག་ཤོད་ཀྱི་ཡིན་གང་ལྟར་མི་རིགས་དོ་བདག་དོག་འདྲ་བོ་དེ་ངའི་ཁོང་དུ་ཡིག་རི་མོ་དེ་བཏང་དགོས་པའི་རྒྱུ་མཚན་ཡང་འདི་ཡིན་ད་འགྲོ་བ་མིའི་ངག་ནས་བྱུང་བའི་སྒྲ་ཕྱི་སྒྲ་ཐམས་ཅད་ཀྱི་ཆེས་ཐོག་མ་དེ་དང་འདི་ཡིན་ཟེར་ལྟ། འོ་ད་སྤྲུལ་སྐུ་མ་ཡི་ཁོག་ནས་འུར་ནས་སྐྱེས་མ་ཐག་ཏུ་ད་ངུ་སྒྲ་བཞིན་དུ་མ་འདིའི་ནང་ལོགས་ལ་ཡང་ཨཱ་གི་སྒྲ་དེ་ཡོད་བསྡད་པ་ཞིག་རེད། འོ་ཟེར་ནས་ཞུས་ཡ་ཡིན་འདི་ཅི་འདྲའི་བཙན་པ་ད་ཆེས་ཐོག་མ་ཡིན་པ་མ་ཟད་ཆེས་མཐའ་མ་ཡང་ཡིན་ཆོག་པ་ད་ང་ད་འགའི་ངས་ཅིག་ཤོས་ཡིན་པ་ད་མདོ་དེ་ན་ཨཱ། མདོར་བསྡུ་ན་ལྟ་ཅི་འགགས་ནས་བྱུང་བའི་སྒྲ་ཐམས་ཅད་ཀྱི་ནང་ལས་ཆེས་མཆོག་ཏུ་གྱུར་པ་ཆེས་ཕུལ་དུ་བྱུང་བ་ཆེས་དྭངས་བ་ཆེས་གཙང་བ་ཆེས་འདྲིས་མེད་པ་ཆེས་ལྷད་མེད་པ་གི་སྒྲ་དེ་དག་འདི་རེད་བསམ་གྱི་འདུག་ཟེར་ནས་ཞུས་པ་ཡིན་ད་དེ་དགར་བོ་ཞིག་བར་དུ་ང་ད་ཅིག་གི་ཆོས་ཚོགས་གང་དྲུག་བར་དག་རིག་པའི་གནོད་བྱེད་འདྲ་མང་བོ་ཟིག་མ་བཏང་བར་དུ་ཉན་མཁན་ལེན་ཐུབ་ས་མ་རེད་ཟེར་ཡ་ཞིག་ཞུས་ཡ་ཡིན་ད་དེ་དེའི་བར་དུ་ནི།

ཕྱོགས་དུས་ཀྱི་རང་བཞིན་དེ་དག་ལ་སྡོམ་ཅིག་བརྒྱབ་པའི་རང་བཞིན་ཅིག། དེ་ནས་ཉམས་པ་པོ་རྣམས་ཀྱིས་ཐུགས་ལ་ཅིག། སྟབས་བདེ་བོ་ཅིག་སྡོམ་ཚིག་གི་རང་བཞིན་ཅིག་ཕོག་འགྲོ་དགོས་ཡ་ཅིག་བྱད་གསེར་དུ་འགྲོ་དགོས་ཡ་ཅིག། བཤད་དགོས་ཀྱི་ཡོད་རེད་དེ་དེ་བཤད་ཤེས་ཀྱི་མི་འདུག་ད་ག་འདྲའི་འདྲི་གཟིགས་བཤད་དགོས་ཀྱི་ཡིན་ན་བསམ་ན་བསམ་བློ་མང་པོ་ཞིག་བཏང་བ་ཡིན་དེ་ཡིན་ན་ཡང་ད་ཅང་འཁོར་ཡོང་ཡ་ཅང་མི་འདུག། དེ་ནས་ད་དེ་རང་ད་མཐའ་མ་སྔ་མ་ད་འདི་ངས་ཡི་གེ་ཁ་ཤས་ཤིག་བཏང་བྱུང་ད་འདི་མ་ར་ལོག་ཁོ་ལོག་ཁོ་བྱས་ནས་དེ་ནས་འདྲེ་ཞིག་གི་བཟོ་འདྲ་བོ་ཅིག་བརྒྱབ་ན་ད་བརྒྱབ་ནས་དེ་ནས་དེ་གི་ད་མཇུག་བསྡུ་གི་གཏམ་ཞིག་གི་བཟོ་ཞིག་བྱས་ན་བསམ་སོང་དུ་དུ་བྱས་ཏེ་བསམ་པ་ངས་འདི་ལ་ཡི་གེ་ཁ་ཤས་ཤིག་གཏོང་གི་ཡིན་དང་པོ་ཡི་གེ་དང་པོ་དེ་ཚན་པ་དང་པོ་དེ་བཏང་བཞག་ཡོད་སྤྱིར་བཏང་འདི་ཁར་ཚང་ངས་ཐོག་མ་དང་པོ་བཏང་བའི་གི་ད་ཡི་གེ་ཁ་ཤས་ཤིག་བཏང་ཡིན་པ། PDF གི་ཐོག་ལ་ཡི་གེ་ཁ་ཤས་ཤིག་བཏང་ཡིན་པ File ཁ་ཤས་ཤིག་བཏང་ཡིན་པ་དེའི་ནང་ལོགས་ལ་དངུལ་དེབ་གི་དཀར་ཆག་ཅིག་དངུལ་དེབ་གི་སྔོན་བླངས་ཅིག་དངུལ་དེབ་གི་ད་དངུལ་བཀྲིས་ཟེར་ན་ཅིག་བསལ་ཅིག་དུ་འགྱུར་གསུམ་ཞིག་བཏང་ཡིན་པ་དེའི་ནང་ལོགས་ལ་ཡོད་པ་ཡོད་པ་ཞིག་རེད་རྣམ་པ་ཚོ་དེའི་ནང་དེའི་ནང་ལོགས་ལས་གཟིགས་ན་ཡང་འགྲིག་གི་རེད་ཡིན་ན་ཡང་ངའི་འདིའི་ནང་ལོགས་ལ་གུག་རྟགས་ཀྱི་ནང་ལོགས་ལ་ཡང་ཡིག་འབྲི་ཁ་ཤས་ཤིག་རྣོན་པོས་བརྒྱབ་བཞག་པ་བཞིན་གསར་གསར་བུ་ཡོང་ཡ་ཆེད་དུ་འབྲི་གཞི་རྒྱག་ཡ་ཆེད་དུ་དེ་གཅིག་དེ་ད་ཚོ་ད་འདི་ད་ག་རང་རྣམ་པ་ཚོ་ལོག་གི་ལོག་གི་བྱས་ནས་ངའི་ཁ་ལ་ཉང་གི་ཉང་གི་བྱས་ན། འགྲིག་གི་རེད་བསམ་གི་འདུག་ཡིན་རྒྱུ་རྩ་བའི་ཆ་ནས་བོད་ཀྱི་ནང་ནས་ཡོད་པ་དེ་ཚོའི་མར་ཤུ་ཡིས་ཀྱང་དེའི་ཐོག་ལ་རྒྱར་བཞག་པ་དེ་འདྲ་ཞིག་ཡིན། ཨོ་ད་ཅི་དེ་ལྟར་ཚོ་ད་ཐོག་མ་དང་པོ་ངས་མར་ཀློག་གི་ཀློག་གི་བྱེད་གི་ཡིན། ཨོ་ད་དེ་ལ་ག་འདྲས་ཟེར་གི་རེད་ཟེར་དུས་བརྩམས་པ་ཀློག་བ་ཡིན་ན། དང་བཅུ། ད་ངས་འདི་ལ་རྟ་མཆུ་ཟེར་མང་བཏགས་ཀྱི་ཡོད་རེད་ད་དེ་ཡང་མང་པོ་ཞིག་གི་ཐུགས་ལ་འགྲོ་གི་ཡོད་རྒྱུ་མ་རེད་དེ་ཡིན་ན་ཡང་ད་འདི་རྟ་མཆུ་ཟེར་བའི་མང་མདོག་ནས་འདོད་སོང། རྟ་མཆུ་ཟེར་བ་དེ་ལ་ངོ་རྟ་བཞག་ཆོག་དེ་ནས་དེ་འདྲས་ཅིག་བྱེད། དེ་ནས་རྟ་མཆུ་འདིའི་ནང་དུ་ངག་སྒྲིག་ཡོད་ཚུལ་གོ་བརྡ་ལག་པོ་འཕྲོད་ཆེད་དུ། ཨ་ནི་བདེ་བ། ད་གཅིག་དེ་བདེ་བ། དེ་ནས་འཚོ་བ། དེ་ནས་ཤོ་ཀ། དེ་ནས་རུ་ཀག། དེ་ནས་ཁྱིམ། དེ་ནས་ཤག། དེ་ནས་ཀ་མིད་ཞེབས་དྲག་པ་རེ་རེ་རེ་རེ་བྱེད་ཀྱི་སྒོ་ནས་སྤྱི་དང་ཞེབས་དྲག་གི་དབྱེ་བ་ཕྱེས་ཡོད། ད་འདི་འཇོག་འདྲ་འཇོག་ཚ་བོ་ཟེར་ན་ད་དགོད་བྲོ་བོ་ཞིག་ཏུ་འདུག་དེ་ཡིན་ན་ཡང་ཐོག་དང་བོ་ང་ཚོ་གི་ཀ་མིད་སུམ་ཅུ་དེ་དབྱེ་འོང་དེ་དབྱེ་འོང་དུས་རྩམ་པ་བདེ་བ། བདེ་བ་དང་བདེ་བ་ཟེར་ནས་བདེ་བ་གི་མང་ཐ་སྙད་སྦྱར་ནས་བཏགས་བཞག་ཡོད་པ་ཡིན་ཙང། ཨ་ནི་དེའི་བདེ་བ་ཟེར་ཡ་གི་ཐ་སྙད་དེ་དག་ཅིག་ག་ས་གོར་གི་རང་ཅག་ལ་ནི་ཡ་འདྲ་ཞིག་གི་ཆེད་དུ། ཨོ་འདི་འདྲའི་ཆེ་ནི། ཚོ་ག་ས་གོ་དག་མང་དུ་འདི་འདྲའི་ཆེད་ནས་བཏགས་པ་ཡིན། དེ་བཞིན་དུ་བརྩམས་པ་ཡིན་ན་ཡང་བདེ་བ་གཅིག་གི་ནང་ལོགས་ལ་དག་ཧ་ཅང་སྐར་མ་རྗེས་བསྡུས་མང་པོ་ཅིག་ནས་དབྱེ་འོང་དུས་ཐ་བརྩམས་པ་ཨ་ནི་བདེ་བ་ད་ལྟ་ང་ཚོ་ཡོད་བཞིན་པའི་གི་སྐར་མ་གི་ལ་དག་བདེ་བ་གཅིག་གི་ནང་ལོགས་ལ་སྐར་མ་བཞི་མ་གཏོགས་ཡོད་མ་རོ། ཡོད་མ་རེད་དེ་ཡིན་ན་ཡང་ད་ངས་ཞིབ་འཇུག་བྱེད་ཡོང་བའི་གི་རྒྱུ་རིམ་གི་ཁྲོད་ནས་ད་སྡེ་བ་རེ་རེ་གི་ནང་ལོགས་ལ་ད་དཀའ་མིན་མང་པོ་མང་པོ་མང་པོ་ཡོང་གི་ཡོད་པ་ཡིན་དུས་བརྩམས་པ་དེ་ཚོ་ལ་ཅིག་སྡེ་ཚན་རེར་སོ་སོ་སོ་སོ་ལ་སྒུག་ནས་ད་བཤད་དགོས་གི་ཡོད་པ་ཡིན་དུས་བརྩམས་པ་ཨ་ནི་ད་འཚོ་བ་ཟད་འགྲོ་ཆོལ་ཁ་ཟད་འགྲོ་ད་ང་འབྲོག་པ་ཡིན་ཙང་ཨ་ནི་ངས་དེ་འདྲ་ཞིག་མ་གཏོགས་ཡོང་ཤེས་གི་མི་འདུག། གཅིག་ན་ཐོག་མ་དང་པོ་བདེ་བ་བསལ་ཏེ་འཛིན་འགོག་ཡོད་པ་འཛིན་ཡག་དང་འདོད་པ་འགྲོ་ཅིག། ཅེས་གསུངས། ངས་ཁར་སང་སྔོན་མ་ཅིག་ལ་ཞུས་པ་ནང་བཞིན་དུ་ང་ཚོས་སྔར་ཡོད་ཀྱི་ཐ་སྙད་དུས་གཅིག་དེ་ལ་ཅིག་གོ་དོན་འཁྲུག་འགྲོ་ཡག་གི་ཉེན་ཁ་ཆེན་པོ་ཞིག་མེད་ན་ཅི་ཐུབ་གང་ཐུབ་ཀྱི་སྔར་ཡོད་ཀྱི་ཐ་སྙད་ལ་གཙིགས་སུ་བཟུང་ནས་དེ་རང་ཅང་གནས་ཡག་ལ་འབའ་ཚུན་ཤེས་ཀྱི་ཡོད། འབའ་ཚུན་ཤེས་པ་ཡིན། ཡིན་ན་ཡང་འབའ་ཚུན་ཤེས་རང་ད་མ་བརྗེའོ་མ་བརྗེ་ཐབས་མེད།

དེ་ནས་དེ་དག་ལས་རིམ་བཞིན་དང་བོ་ནི་གནས་ཀྱི་ཁྱད་པར་ལས་བཞག་པ་དང་གཉིས་པ་དུས་ཀྱི་རྐྱེན་གྱིས་ཡང་ན་དབུགས་ཀྱི་རྐྱེན་གྱི་ཁྱད་པར་ལས་བཞག་པ་དང་གསུམ་པ་ལམ་གྱི་རྐྱེན་གྱི་ཁྱད་པར་ཡང་ན་རྣལ་ལམ་དང་ཟུར་ལམ་གྱི་རྐྱེན་གྱི་རྣལ་ལམ་དང་རྣལ་ཟེར་བ་རེ་ད་ལྟ་དེ་བསྐྱེད་དོ། མནར་ཟད་རེད། གཅིག་བྱས་ན་ཁ་ཚང་ངེ་འཕར་ཆེད་འགྲེལ་བཤད་བརྒྱབ་ཡོད་རྒྱུ་མ་རེད་བསམ་བསམ་ཅིག་རེད། འགྲེལ་བཤད་བརྒྱབ་ཏུ་བརྒྱབ་ཏུ་བརྒྱབ་ཡོད་དེ་ཡིན་ན་ཡང་ད། ཟུར་དང། ཟུར་མ་ཡིན་པ། གནས་རང་གི་ཐོག་ནས་དབུགས་བཏང་བ་ཞིག་དང། གནས་གི་གནས་དེ་སྦྱར་ནས་གནས་དབྱེ་གནས་ཀྱི་སྐྱེས་དབྱེ་གཉིས་ཀྱི་ཟུར་ཉི་མ་དབུགས་བཏང་ཡ་ཅིག་གཉིས་བཤད་པ་དེ་དེའི་གི་ལམ་དེ་ཟེར་གི་ཡོད་མ་གཏོགས་ཡང་སྣ་སྣ་ནང་ནས་དབུགས་བཏང་མར་བཏང་གི་སྐད་ཆ་དེ་བཤད་འོ་དེ་བཞི་བ་དེ་ལ་བྱས་ནས་བཤད་གི་ཡོད་བྱས་ཙང་བཞི་བ་དེ།

འོ་དེ་ལ་དེ་ནས་བཞག་པ་བྱས་དེ་ནས་དྲུག་པ་ཟེར་དེ་དེ་དྲུག་པ་ཤག་ཟེར་དེར་ད་ཤག་ཟེར་དུས་བསམ་པ། ཁྱིམ་མཚེས་གཉིས་མི་ཡང་མིན་ན་ད་ཁྱིམ་ཚང་གཅིག་ལ་ད་ནང་སྲིད་ལ་ད་ནང་ནས་ཤག་ཡོར་བ་ཤག་ད་རུམ་འགྲོ་བ་དེ་འདྲ་གཉིས་གཉིས་གསུམ་ཡོད་ན། འོ་དེ་ལ་སྐད་ཆ་བཤད་པ་ཡིན་ད་དེ་ཁྱིམ་གཅིག་ནང་ལོགས་ལ་སླེབས་དུས་ཡོད་པའི་ཁུལ་ཡིན། དེ་ནས་ཤག་ཟེར་བ་དེ་ད་དུས་ཀྱི་ཞབས་བྲག། དུས་ཀྱི་རྐྱེན་གྱིས་ཞེས་གྲགས་ཅིག་ཡང་ན་སྒྲ་ཡི་རྐྱེན་གྱིས་ཁྱབ་པར། སྒྲ་ཡི་རྐྱེན་ཡོད་མེད་ཀྱི་ཐོག་ནས་ནི་ཤཱཀ་ཡིན། ཤཱཀ་ཟེར་བ་དེ་དབྱེ་བ་ཕྱེ་བ་ཡིན། དེ་ནས་ད་བདུན་པ་ཀ་མི་ཀ་མི་རེ་རེ་བཞིན་དུ་དེ་ནས་ད་ཀ་དང་ཁ་དང་ཁ་གསུམ་གྱི་ཁྱད་པར་ཏེ་ད་མཚན་མ་གི་ཐོག་ནས་ཁྱད་པར་ཕྱེ་བ། ད་མི་གང་ཟག་སྒེར་གཅིག་གཅིག་གཅིག་ལ་སླེབས་པར་ད་ཡིན་རྒྱུ། དེ་ཡི་ཕྱི་བའི་འཁོར་རེད།

ཡ། དེ་ནས་ད་ད་ཁར་སང་གི་ཉིན་ཤས་བསྡད་པ་དེ་བསྐྱལ་ཐུབ་བསྐྱལ་འདུག་ཟེར་ན་ད་དེ་འདྲས་ཞིག་ཤེས་པ་ཡིན་ན་ཁར་སང་ངས་མིག་དགོས་ཀྱི་སྐོར་ཅིག་བཤད་པ་རེད་མིག་དགོས་ཡོད་རེད་ཟེར་ཅིག་བཤད་པ་རེད་མིག་དགོས་དེ་ད་སྤྱིར་བཏང་ང་ཚོ་ཡོད་པའི་སོར་རྒྱུན་ན་སྔར་ཡོངས་སུ་གྲགས་པའི་གི་ནི་རྒྱ་བཟས་འདྲ་བ་ད་དུས་ཚོད་གྲངས་ལ་ཕྱི་ནས་གོ་བསྟུན་ནས་ཡང་ན་དུས་ཚོད་ལ་མཐུན་ཡག་ཆེད་འབའ་ཚུན་གང་ཡང་ཞིག་ཡོད་མ་རེད།

ངག་ནས་འདོན་པའི་སྒྲ་ལ་བསམ་བློ་བཏང་བ་ཡིན་ན་ཡིན་ལ་འོས་པ་ཞིག་གི་ངག་ནས་འདོན་བྱེད་ཐོབ་བྱུང་དུ་བོད་རང་གི་སྒྲ་སྐད་ཡིན་རུང་ཤེས་རྒྱུད་ཀྱི་སྐད་ཡིན་རུང་ཨ་རབ་ཀྱི་སྐད་ཡིན་རུང་འོས་ག་རེ་ན་དབྱིན་ཇིའི་སྐད་ཡིན་རུང་ག་རེ་ན་གང་ལྟར་འོས་པ་ཞིག་གི་མི་ཞིག་གི་ངག་ནས་ཡོང་བའི་སྒྲ་འདོན་ཐུབ་ཚུལ་བོད་འགྲེལ་བཤད་རྒྱ་གར་གྱི་འབའ་ཚུལ་ཞིག་ཡོད་རེད། ཡིན་པ་ཡིན་ན་ནི་ཁ་འདི་དགོས་ཞིག་ཡོད་པ་འདི་ས་མཚམས་འདྲ་བོ་དེ་ད་ང་ཚོ་བོད་རང་ལ་ཉེ་བར་མཁོ་བའི་ད་སྒྲ་དེ་འཚོལ་དགོས་དཔེར་ན་ད་ཀ་དང་ནི། བྱ་དང་བྱ་ལ་སོགས་པ་དེ་ཚོ་གི་སྒྲ་དེ་ཚོ། མཚོན་ཡང་འདོན་ཐུབ་ཡག་གི་གནས་དེ་ངོས་བཟུང་བ་ཡིན་མ་གཏོགས། མ་གཏོགས་དཔེར་ན་དབྱིན་ཇིག་གི་ཡི་གེ་འདི་རེད་ད་དབྱིན་ཇིག་ཡི་གེ་འདི་ལ་ཁྲི་ཟེར་གི་རེད་བ་ད་ང་ཚོས་ཁྲི་ཁྲི་ཁྲི་ཟེར་བསྡད་གི་ཡོད་རེད་ཡིན་ན་ཡང། དབྱིན་ཇིག་ཁོ་རང་ཚོ་གི་འདི་ལ་ཁྲི་རང་མ་རེད། ད་ང་ཚོས་འདི་ལ་འཕྲིན་ཟེར་བསྡད་ཀྱི་ཡོད་པ་དེ་བྲག་ཁར་ཚང་གི་བགོ་བཤའ་རྒྱབ་པའི་ས་ཁུལ་བགོ་བཤའ་རྒྱབ་སྟངས་ཀྱི་ཐོག་ནས་ད་གྲྭ་སྣེ་ཟེར་བ་དེ་སྣེ་དྲུག་པ་རེད་ག་རེ་རེད་ཅིག་གྲྭ་སྣེ་ཟེར་བ་ཞིག་ཡོང་གི་ཡོད་བ་ང་ཚོ་ཀ་རེར་ད་གྲྭ་ད་ཐ་རེར་ད་གྲྭ་དེ་གའི་དེ་མདོན་ས་གི་སྣེ་གཅིག་ཡོད་རེད་བ། འོ་དེ་ལ་དེའི་གི་ས་ཁུལ་དེ་ལྟེ་བ་བྱེད་པའི་གི་ད་ས་ཁུལ་དེ་ལ་གྲྭ་སྣེ་ཟེར་ནས་མིང་བཏགས་བཞག་ཡོད་བ་ཡིན་ཙང། དེའི་ནས་བྱུང་བའི་གི་ད་ད་འདི་དབྱིན་ཇིའི་ཡི་གི་འདི་ལ་སྣེ་དེ་ལས་བྱུང་བའི་གི།